ཧོ་པིང་ཀ་ཚང་མ་ལ་ཡག་བཀྲ་ཤིས་ལེགས་ཤོས་དང་ནི་ད་རིང་ཡང་བིད་ཀྲོ་དེ་འང་ད་གནས་ཚུལ་འདི་གལ་ཆེན་པོ་ཞིག་ནི་མི་འདུག་ད་སྐད་ཆ་ཚང་མ་གལ་ཆེན་པོ་འགྲོ་རེད་ཤག་ཨ་ནི་མུན་གོར་ལ་ཡག་ངེད་ཅག་ཨ་ནི་སྤྱི་འཐུས་ཀྱི་འཚམས་གཟིགས་དེ་ལ་ཡག་ནི་མི་མང་ཁག་ཅིག་གི་ཡག་ཨ་ནི་ངོ་རྒོལ་གྱི་རྣམ་པ་སྟོན་པ་དེ་ལ་ཡག་ཨ་ནི་སོ་སོ་སྒེར་གྱི་བསམ་ཚུལ་འགྲོ་བྱེད་ཞུས་ན་བསམ་སོ་ཨ་དེ་དང་ཆབས་ཅིག་ཏུ་ཨ་ནི་གནད་དོན་གཉིས་པ་དེ་ཨ་ནི་ཡག་ངོ་རྒོལ་ག་གོ་ཨེ་གི་གོ་དོན། འདི་ནང་ལོགས་ལ་ཡང་ཨིན་ཇི་སྐད་ལ་མ་སོང་འདི་ག་ལ་འོག་རེད་འོ Demand འདི་ག་རེ་རེད་འདི་གང་ལ་ཡག་སོ་སོ་གི་སྒེར་གི་བསམ་ཚུལ། འདི་གནས་ཚུལ་གཉིས་གང་ལ་ཡག་སོ་སོ་བསམ་ཚུལ་བཅས་ཞུ་གོ་བསམ་སོ། ཨ་ནི་དང་པོ་དེ་ལས་ཡག་ཨ་ནི་མི་མང་ཁག་ཅིག་གི་ངོ་རྒོལ་ཁྱབ་པ་དེ་སོ་སོ་སྒེར་འགྲོ་བཞིན་པ་འདི་ནི་ཡག་འདི་ནོར་འཁྲུལ་འགྲོ་བཞིན་ཐོང་ལེགས་འདུག་ར་ནོར་འཁྲུལ་གར་ཅན་ཞུས་པ་ཡིན་ན་ཨ་ནི་ཁོ་རང་ཚོ Demand འདི་གང་ལྟར་ཨ་ནི། ཆོས་རྒྱུད་ཀྱི་སྤྱི་འཐུས་དུ་གོ་གི་མི་འདུག། ཞུས་པའི་ཐོག་ནས་དེ་ངོ་རྒོལ་སྒྲོག་ཅིག་རེད་འདུག་བ། ད་དེ་ངོ་རྒོལ་དེ་ངེད་ཀྱི་ངོ་རྒོལ་ཆགས་ཀྱི་ཁོར་མི་འདུག་བསམ་གི་འདུག་ག་ན་སྤྱི་བཏང་གི་སོ་སོ་སྒེར་སྒྲོག་ཅིག་མིན་ན་ད་གནད་དོན་གཉིས་པ་དེ་ལ་ཡང་ཞུ་ལྟ་ཞུ་འོས་ཡིན་ད་ངེད་ལ་ཞུས་བཞག་ན་ཨ་ནི་ཆོས་འཐུས་སྤྱི་འཐུས་དེ་གོ་གི་མེད་པ་དེ་ལ་ཡང་ཁས་ལེན་ངེས་གང་ཟག་ཅིག་ཡིན་རུང་བ། ཡིན་པ་ཡིན་ནའི་ངོ་རྒོལ་ཡང་ད་མ་ངེད་ལ་ཡང་ངོ་རྒོལ་ག་དེ་ངོ་རྒོལ་སྐོར་ཆགས་ཀྱི་ཡོད་མ་རེད་གར་ཅི་ཞུས་པས་ན་ཨ་ནི་ཁོང་ཚོའི་དྲི་མ་འདི་ཡང་ད་ངེད་བསྐྱར་དུ་ཆགས་ཀྱི་འདུག་བ། ཨ་ནི། ཆོས་བརྒྱུད་གཅིག་ཏུ་གོ་གི་མི་འདུག་ཞུས་པས་ན་གོ་གི་མེད་པ་དེ་གང་ལྟར་ངོ་རྒོལ་དེ་ཨ་ནི་ཆོས་བརྒྱུད་ཀྱི་སྤྱི་འཐུས་དེ་མ་གལ་ཡ་འཚམས་སྲིད་ལ་ཡ་ཆོས་བརྒྱུད་སྤྱི་འཐུས་རང་ལ་ཡ་ངོ་རྒོལ་གར་ཅན་གྱ་གི་ཡོད་རེད་པས་ངོ་རྒོལ་གྱ་གོ་གི་ཡོད་ན་སྤྱི་འཐུས་ཡོངས་རྫོགས་ལ་གྱ་གོ་གི་རེད་བ་ཆོས་བརྒྱུད་སྤྱི་འཐུས་གཅིག་མ་འདི་མ་གལ་ཨ་ནི་བཅུ་སླེབས་པ་དེ་གང་ལྟར་སྤྱི་འཐུས་ནང་ལོགས་ལ་ཡ་ཆོས་བརྒྱུད་ཀྱི། ཁུངས་ནས་སྤྱི་དུས་བཅུ་དེ་ཁོ་རང་ཚོ་ཧམ་པ་བཤད་ནས་སླེབས་པ་ནི་མ་རེད་གང་ལྟར། དབང་ཡོད་བཤད་ནས་སླེབས་པ་ཡང་མ་རེད་གང་ལྟར་ཁོ་རང་ཚོ་གིས་དམངས་གཙོའི་གི་སྒྲོམ་གཞི་བཅིག་ནས་གང་ལྟར། དམངས་གཙོའི་ནང་ག་རེ་ཡོད་པ་གཞིར་བཟུང་གིས་གང་ལྟར་ཡོ་ཤོ་ཐོབ་ནས་གང་ལྟར་ཡོ་ཤོ་དེ་འཐབ་སྟངས་དེ་ག་འདྲས་སུ་འཐབ་གི་ཡོད་ན་འདྲ་མེད་ན་འདྲ་གང་ལྟར། དམངས་གཙོའི་གི་བཅའ་ཁྲིམས་ནང་ལོག་ལ་ཡོད་པ་གཞིར་བཟུང་གིས་ཡ་གས་སླེབས་ཡོད་དུས་བརྩམས་པ་ལ་ཡང། ཨ་ནི། ཡིན་གཅིག་མིན་གཅིག་ཅིག་ཆོས་སྐུའི་སྤྱི་དུས། ལྟ་ཅི་བྱུ་ཡོད་རང་ཁོང་ཚོས་ཡང་ག་བ་ཕེབས་པ་ནས་ལྕགས་ཟམ་གུ་ཚོད་པའི་ཐོག་ནས་ཁོ་རང་ཚོ་ལ་ཡང་ངོ་རྒོལ་ག་ཡ་དེ་ངས་ཏག་ཏག་མི་འདུག་ཞུ་གི་ཡོད་སྤྱི་བཏང་གི་ངོ་རྒོལ་ག་ཡ་དེ་ད་སུ་སུ་འགྲོ་བསམ་ཚུལ་འགྲོ་ཅི་ཞུ་བས་ན་ངོ་རྒོལ་ག་ཡ་དེ་ཨ་ན་ང་ཚོ་ཡོད་ཤོག་གླུ་བས་ཀྱི་ག་ན་ག་ནང་བྱས་ནས་ཐོབ་ཐང་རེད། འདི་དམངས་གཙོའི་གི་ཐོབ་ཐང་རེད་ཞུས་དེ་བྱོས་ར་ཡོད་ཤོག་དེ་ནང་བཞིན་བྱེད་ཀྱི་ངོ་རྒོལ་ག་ཡ་དེ་དམངས་གཙོའི་གི་ཐོབ་ཐང་གལ་ཆེན་པོ་ཞིག་ཡིན་པ་དེ་སོ་སོ་ངོས་འཛིན་ཞུ་གི་ཡོད་ཡིན་པ་ནས་མ་གལ་ལ་ངོ་རྒོལ་ག་ཡ་དེ་ངོ་རྒོལ་སྐོར་ཆགས་ཀྱི་ཡོད་མ་རེད། ངོ་རྒོལ་གྱ་དགུ་དབུས་ན་སྤྱི་འཐུས་ཚང་མ་ལ་རྒྱ་སྒོ་ར་མདོ་སྟོད་མདོ་སྨད་དབུས་གཙང། སྤྱི་འཐུས་ག་འདྲས་ཤི་ལེ་འི་ནི་མ་གས་གྱ་པའི་ཐོག་ནས་ང་ཚོ་ལ་ཡ་གང་ལྟར་ཁྱེད་ཚོ་སྤྱི་འཐུས་ཀྱི་ཚོགས་འདུ་དེ་ལ་ཡ་ཁྱེད་ཚོ་གཞུང་འབྲེལ་གྱི་གྲོས་འཆར་བཏོན་གྱི་ཡོད་ན་འདྲ་འཐུས་མི་སྒེར་གྱི་གྲོས་འཆར་བཏོན་གྱི་ཡོད་ན་འདྲ་དེ་འདྲའི་གྲོས་འཆར་ཞིག་བཏོན་ནས་གང་ལྟར་ཨ་ནི་ང་ཚོ་འདི་ཆོས་རྒྱུད་སྤྱི་འཐུས་དགོ་གི་མེད། འདི་སྤྱི་འཐུས་ག་འདྲས་སླེབས་ནས་ངོ་རྒོལ་ག་དགོས་ཀྱི་རེད་བ། འདི་མ་གཏོགས་ཆེད་ཀྱི་ཆོས་རྒྱུད་ཀྱི་སྤྱི་འཐུས་མ་གས་ད་སུ་སླེབས་ཀྱི་ཡོད་པ་འདྲ་ས་གནས་ཁག་ག་བ་འགྲོ་གི་ཡོད་པ་འདྲ་འདྲ་ཁོ་ཚོ་ལ་དམིགས་སུ་བཀར་ནས་ཡང་ངོ་རྒོལ་ག་འདི་ངས་ངོ་རྒོལ་ཆགས་ཀྱི་མི་འདུག་ཞུས་ཡོད་རེད་བ། ཅི་སྟངས་ངོ་རྒོལ་ག་དགོས་ཀྱི་ཡོད་རེད་ད། ངོ་རྒོལ་འདི་ཨ་ནི་དམིགས་སུ་བཀར་ནས་ག་ཤེད་ཅིག་ལས་ག་འདི་འདྲའི་ཏག་ཏག་དེ་གི་ཡོད་མ་ལྷག་པར་དུ་འདི་ཆོས་རྒྱུད་སྤྱི་འཐུས་རྐྱང་རྐྱང་བྱས་ཟིན་པའི་ཐོག་ནས་ངོ་རྒོལ་གལ་ཏེ་ངས་བཏང་ད་དེ་གི་མི་འདུག་ཞུ་ཨེ། ད་གནད་དོན་གཉིས་པ་དེ་ཨ་ནི་ཆོས་བརྒྱུད་སྤྱི་འཐུས་དེ་ཨ་ནི་གང་ལྟར་ཡོད་ན་ཡག་པོ་ཡོད་རེད་མ་རེད་ལས་བྱོས་རེད་སོ་སོ་སྒེར་འགྲོ་བྱས་ན་ཆོས་བརྒྱུད་སྤྱི་འཐུས་དེ་གང་ལྟར་ཅི་བཏང་ད་དེ་གི་ཡོད་མ་རེད་ད་གནད་དོན་དང་པོ་དེ་གང་ལྟར་ང་ཚོ་ཚང་མས་མཁྱེན་བསྡད་དེར་བ་མི་གཅིག་ལ་ཡོད་ཤོག་གཉིས་ལ་ཡོད་ཤོག་ལུགས་ངན་ནང་ལོགས་ལས་གང་ལྟར་དམངས་གཙོའི་ནང་ལོགས་ལ་ཡོད་ཤོག་ལ་བཞག་ངན་ཅིག་དང་ཡོད་ཤོག་ཡ་ལུགས་ངན་ཅིག་ཡོད་རེད་བ་ད་གང་ལྟར་ཡོད་ཤོག་བཞག་ངན་དང་ཡོད་ཤོག་ལུགས་ངན་ཚང་མ་ལ་ཡ། འདི་ཡི་སྒྲ་ཉམས་མེད་པར་སྒྲོག་ཅིང་ཕྱག་འདི་ཡི་དུ་བ་འདི་ཕྱི་དུས་སྤྱི་རྒྱུད་ཀྱི་སྒྲོམ་གཞི་འདི་ག་ཅིག་ལ་ན་རྟ་ཡི་གཤོག་རླུང་ངན་འགྲོ་བྱེད་མི་ནི་རྟ་ཡི་སྐུ་གཤོག་ཡིན་པ་ཡིན་ན་ཡང་སྐུ་གཤོག་ཞུ་ནས་མི་འདུག་གྲ་ཆས་ཡོད་པ་ཡིན་ན་ཨ་ནུ་ཡི་གཤོག་གཉིས་བསླུ་བའི་ཐོབ་ཐང་དང་མི་ཕན་པ་ཡིན་པ་ཡིན་ན་ཡུལ་གཤོག་གཅིག་ལས་བསླུ་བའི་མེད་པ་འདི་ཡུལ་གཤོག་རླུང་ངན་ལས་ཡང་སྒྲ་ཉམས་མེད་པ་གཅིག་དང་ཡུལ་གཤོག་ནང་ལོག་ལས་ཡང་ཞག་ངན་ཚོ་ལས་འདི་སྒྲ་ཉམས་གཅིག་ཡོང་གི་མི་འདུག་བ་གར་ཅན་ཆོས་པའི་ན་རྟ་ཆོས་རྒྱུད་སྤྱི་དུས་ནང་ལ་འགྲོ་འཆག་བྱ་བའི་ན་ད་ཆོས་གོས་ཕྱི་དུས་ག་ཤའི་ནང་ལོག་ལས་ཡ་ད་ཡོད་ཤོ། ག་ཙ་ཙ་ཞིག་འཐབ་ནས་ཡར་སླེབས་དུས་ཡོད་རུ་བ། ད་དེ་འདྲའི་ཅིག་ཆོས་ལུགས་ཆོས་གའི་ནང་ལོག་ལས་ཡ་ཡོད་སུ་ག་ཙ་ཅག་འཐབ་པ་ཡིན་ན་ད་གང་ལྟར་ག་ག་སྐད་ལ་མ་ཟེར་རྫ་མ་ན་རྒྱབ་དུ་ར། འདི་ཁོང་ཚོའི་ཡོད་ཤོ་ག་ཙ་ཡོད་ཤོ་ཡར་ལངས་དུས་དངུལ་གྱི་ཞག་འོག་ཏུ་བ། འདི་ཡིན་ནས་ཡར་དུས་དྲུག་རུ་བ། དེ་འདྲ་ཡིན་དུས་རྩམ་པ་ལས། གང་ལྟར་ཆོས་སྤྱི་འཐུས་ནང་ལོག་ལ་ཞང་འདེ་ངན་ཚོ་ལས་འདྲ་འདྲ་ཡོང་གི་མི་འདུག་ག་ག་ཤེད་ལི་ཡ་ག་དང་ཛ་ཛ་ཞིག་གིས་གང་ལྟར་སླེབས་པ་ཡིན་ནས་གང་ལྟར་མི་མང་གི་སྐུ་ཚབ་མཚོན་ཐུ་ཡ་ཅེ་ག་ཤེད་ལི་ཡ་ཡོད་ཤོག་ལྔ་སྟོང་དྲུག་སྟོང་རག་པ་ཡིན་ནས་ཡོད་ཤོག་ནང་ལོག་སྤྱི་འཐུས་ནང་ལོག་ལི་ཡ་འདེམས་ཐོན་ཡོང་གི་མི་འདུག་བ་འདིས་གང་ལྟར། ཡུལ་ཤོག་བཞག་ངེས་ཚོ་ལས་གང་ལྟར་ནང་ལོགས་ལས་འདྲ་མཉམ་མེད་པ་ཇི་ལྟར་ཡུལ་ཤོག་བསླུ་ངེས་ནང་ལོགས་ལས་ལྟར་འདྲ་མཉམ་མེད་པ་དེ་ང་ཚང་མའི་མཁྱེན་མཁན་རེད་བ་ད་གང་ལྟར་ངས་ཞུ་བའི་དེ་ལ་ཡ་གལ་སྲིད། ཆོས་བརྒྱུད་ཀྱི་སྤྱི་འཐུས་དེ་གང་ལྟར་ཆོས་བརྒྱུད་ལ་ཡ་རེསྤེག་ཆེད་དུ་ཆོས་བརྒྱུད་ལ་ཡ་གང་ལྟར་ཆོས་བརྒྱུད་དེ་མ་འོངས་པ་ལ་ཡ་རྒྱུས་སྐྱོང་ཡོང་བའི་ཆེད་དུ་ཡུལ་ཤོག་དེ་བསླུ་གི་ཡོད་པས་ན་ནི་ངའི་བསམ་ཚུལ་ལ་ཡ་ཨ་ནི་ང་ཚོ། གྲྭ་བ་གཅིག་པོ་མ་ཡིན་པའི་མི་དཀྱུས་མ་ལས་སོ་སོ་སོ་གི་ཆོས་བརྒྱུད་ཅིག་ཡོད་ཀྱི་རེད། འདི་ཁུངས་ཐོག་ལ་ཡོད་ཤོག་བླུ་བཅུག་པ་ཡིན་ན་ངས་ཏག་ཏག་ཡོད་རེད་བསམ་གྱི་འདུག་དེ་མ་ཡིན་པས་ན་སོ་སོ་སྒེར་ལ་ཡང་སེམས་པའི་ནང་ལོགས་ལ་ཡང་ཞེད་སྣང་སྒྲོག་ཆེན་པོ་ཅིག་གར་ལེགས་འདུག་ཞུས་པས་ན། ཧང་ད་ནས་ད་ང་ཚོ་སྒྲོག་བྱེད་ན་བོད་རང་བཙན་ཤོར་བ་ནས་བྱས་ད་ང་སྒྲོག་བྱེད་ན་མི་ཐོག་གསུམ་པ་སྒྲོག་བྱེད་རང་ངས་རྨོ་མོ་གླས་རེད་ཨ་ནི་པ་ལགས་འམ་ལགས་ཡོད་རེད་ད་ང་མི་ཐོག་གསུམ་པ་རེད་བ་ད་མི་ཐོག་བཞི་པ་ལྔ་པ་ནང་ལོགས་ལ་ཡང། བཙན་བྱོལ་སྤྱི་ཚོགས་ནང་ལོ་ལྟར་ངའི་བསམ་ཚུལ་ལས་ད་བོད་ཀྱི་གནས་སྟངས་དེ་ངས་ཞུ་ཐུབ་ཀྱི་མ་རེད་རོ། ཡིན་ནའི་བཙན་བྱོལ་གྱི་སྤྱི་ཚོགས་ནང་ལོ་ལ་མ་འོངས་པ་ལ་ཡང། ཆོས་ད་ཆོས་ལུགས་ཞུ་ནས་མི་འདུག་ད་གང་ལྟར་མདོ་སྟོད་དོ། འདི་གར་ས། ས་སྐྱ་རྙིང་མ་བཀའ་བརྒྱུད་གྱེར་ལུགས་ལ་ཡི་དེ། མི་ཐོག་བཞི་པ། ང་ཚོ་གསུམ་པ་རེད། བཞི་པ་ལྔ་པ་ནང་ལོགས་ལ་ཡང་མི་གསོད་གང་ཡང་ལ་ཡང་འདི་གི་གེ་བན་འདི་ཁེ་བན་འདི་གེ་མེད་པ་བྱས་འདི་ཁོ་ཚོ་གི་དོ་སྣང་མེད་པ་འགྲོ་གི་ཆགས་མ་འོངས་པ་ལ་ཡང་འདི་ད་ག་རང Institution ད་ག་རང་འདོ་འདི་ས་སྐྱ་རྙིང་མ་གེ་ལུག་བཀའ་རྒྱུད་བོན་པོ་ལ་ད་ག་རང་མ་འོངས་པ་ལ་ཡང་འཐུས་ཤོར་བརླག་འགྲོ་ཡ་ཅིག་ཆགས་ཀྱི་རེད་བསམ་གྱི་འདུག་འདི་ངས་གར་འཆམ་ཞུ་གི་ལ་ན་ད་ག་ཆེ་ཞུགས་མེད་ད་ང་ཚོས་བསམ་སྟངས་འདི་ལ་གཞོན་སྐྱེས་དམངས་དེང་སང་བརྒྱ་ཆ་དོན་བཅུ་གྱ་བཅུ་ལ་སྐད་ཆ་དྲིས་ན་ད་ག་རང་འགྲོ་ཞིག་ལབ་འདི་གི་ད་ཁྱེད་རང་ནས་ཆོས། ཆོས་ལུགས་ག་རེ་རེད་ཞུ་དུས་ས་སྐྱ་རེད་རྙིང་མ་རེད་བཀའ་བརྒྱུད་རེད་དགེ་ལུགས་རེད་བོན་པོ་རེད་ཞུ་དུས་མང་ཆེ་ཆེ་གི་ལན་དག་རང་འགྲོ་ཤེས་དང་ང་ཆོས་བརྒྱུད་ཆོས་བརྒྱུད་ཧ་གོ་མེད་ང་ས་སྐྱ་རྙིང་མ་མེད་ད་ང་རྒྱ་རྒྱ་བམ་ཆེ་ལ་བརྩི་གི་ཡོད་ས་ཡི་གོང་མ་རིན་པོ་ཆེ་ལ་བརྩི་གི་ཡོད་སྐམ་པ་ལ་བརྩི་གི་ཡོད་དག་ནང་ཤེས་ད་རྙིང་མ་བླ་མ་ག་རེ་ཡིན་ནི་ཡོང་སེ་འོ་ར་སོ་སོ་བླ་མ་འདི་མ་གཏོགས་ཅི་གི་ཆོས་བརྒྱུད་ཆོས་བརྒྱུད་ང་ཧ་གོ་མེད་ཞུ་དེ་ཡིན་ད་ང་ཚང་མས་ཧ་གོ་གི་ར་གཞོན་སྐྱེས་བརྒྱ་ཆ་ཕལ་ཆེར་དུས་འཇུ་བརྒྱ་འཇུ་ཅི་གི་ཨེ་འདྲ་རང་གསུངས་དེ་ཡི་དོ་ད་ཁོ་རང་ཚོ་ཚོ་བྱས་ཙང་འདི་ངས་ག་རེ་བྱེད་གི་འདུག་ལ་ན་ག་ལི་ག་ལི་ཆོས་བརྒྱུད་འདི་བརླག་འགྲོ་ས་དེ་ཡིན་ས་མེད་འགྲོ། ལྷག་པར་དུ་བཙན་བྱོལ་སྤྱི་ཚོགས་ནང་ལོ་ལེགས་ཡ་གྱ་ཆེ་ག་བཏང་པ་ཞིག་འདི་དཀའ་ངལ་ཆེན་པོ་འབྱུང་ས་རེད་ད་ང་སོ་སོ་འགྲོ་བྱེད་ནི་སྟག་གེ་སི་དིང་སང་འགྲོ་བྱེད་ནི་བླ་མ། ངེད་ཀྱིས་ད་ཆོས་བརྒྱུད་ཅིག་དང་ཆོས་བརྒྱུད་ད་ག་རང་གིས་ད་སྐྱབས་མགོན་ཇི་ཡོར་བ་འདི་གཉིས་ངེད་ཀྱི་རྒྱ་གར་ནང་ལ་མ་སོང་པེ་ཤ་གཅིག་གི་དངུལ་གཅིག་གི་གྱ་བདུན་རེད་བསམ་གྱི་འདུར་བ་ཨང་རྟགས་སྤྲོད་བྱེད་ནི་མང་པོ་གཅིག་གིས་ད་ང་ཚོས་སུ་བླ་མ་དེ་ལ་བརྩི་གི་ཡོད་ག་བ་མི་ཤེས་ལ་བརྩི་གི་ཡོད་ས་གོང་མར་མི་ཤེས་སྐམ་པར་བརྩི་གི་ཡོད་ད་རྙིང་མའི་བླ་མ་ད་ག་རེ་ཡིན་ནམ་མཁའི་སྙིང་པོ་ཨང་རྟགས་དཔལ་ནོར་རིན་པོ་ཆེ་ག་རེ་ཡིན་པ་ཡིན་ནས་དེ་འདྲ་ཅིག་ལ་བརྩི་གི་ཡོད་གསུངས་བསྡད་ཀྱི་འདུག་བ་ད་འདི་བླ་མ་ཅིག་ལ་བརྩི་གི་ཡོད་རེད་བ་ཡིན་པ་ཡིན་ནས་ཨ་ནི་ཡིན། ཆོས་ལུགས་འདི་ང་ཞེ་དྲག་ཧ་གོ་མེད་ལ་དུས་བཙན་པ་ལ་ཡང་དངུལ་འགྲོ་བཞིན་མེད་འདུག་གང་ལྟར་མི་ལུས་མེད་བ་འགྲོ་ཆགས་བསྡད་ཀྱི་འདུག་བ་ད་གང་ལྟར་ཆོས་ལུགས་འདི་ག་འདྲའི་གནས་མ་གནས་ཅིག་སྐྱབས་མགོན་དེ་ག་འདྲས་ཡིན་མེད་ཅེས་ལ་ར་ལི་གི་རུ་བ་སྟག་དངུལ་གྱི་རྒྱབ་མདུན་དང་གཅིག་པ་འགྲོགས་ཀྱི་དག་ན་ཞིང་འདི་བླ་མ་དེ་ག་ཚེ་ག་གམ་ཚོགས་ཀྱིས་བླ་མ་དེ་གི་གུས་པ་དེ་ག་གམ་ཚོགས་ཀྱིས་གནས་ཐུབ་མ་ཐུབ་དེ་ཆོས་རྒྱུད་དེ་ལ་ར་ལི་གི་རུ་བ་བྱས་ཙང་ཧ་འདའི་རྩིས་ཤིག་དང་གཞོན་སྐྱེས་མང་ཆེ་ཆེ་གི་བླ་མ་ལ་རྩིས་ཀྱི་ཡོད། ཆོས་རྒྱུད་ལ་རྩིས་ཀྱི་མེད་ཞུ་གི་འདུག་ག་ལི་ག་ལི་གཅིག་གི་གང་ལྟར་ཆོས་རྒྱུད་ལ་རྩིས་ཀྱི་མེད་པ་ཡིན་ན་འདི་ངས་ལ་ཞུས་པ་ནང་བཞིན་ཅིག་ཆོས་རྒྱུད་དེ་དང་སྐྱབས་མགོན་དེ་ངའི་བསམ་ཚུལ་ལ་ནི་དངུལ་གཅིག་གིས་གབ་དུས་འགྲོ་གི་རེད་བསམ་གི་འདུག་བྱས་ཙང་ག་ལི་ག་ལི་གཅིག་བླ་མ་ལས་དད་པ་མེད་འདྲ་གཅིག་ཆགས་ཀྱི་རེད་བསམ་གི་འདུག་བྱས་ཙང་འདི་ངས་ཞེད་སྣང་ཚ་བོ་ཅིག་མཐོང་དུས་འདི་སོ་སོ་སྒེར་གྱི་སེམས་པའི་ནང་གི་ཞེད་སྣང་ཅིག་ངས་ཨ་མདོ་ལྷན་རྒྱས་ཚོ་ལ་ཞུས་ཚེ་ཙང་བྱས་ཙང་འདི་འདྲའི་ཡིན་དུས་བརྩམས་པ་ལ་ཡང་ང་ཚོ་མི་མི་སྐྱ་ཚང་མ་ལས་གང་ལྟར་སོ་སོ་སོ་གྱི་ཆོས་ལུགས་ཅིག་ཟིན་པའི་ཐོག་ནས་ཡོད་ཤོག་ལུགས་བཅུ་ན་དམངས་གཙོ་དེ་ཡག་པོ་ཡོང་ངེས་གཅིག་ཨ་ནི་ཆོས་བརྒྱུད་དེ་གང་ལྟར་མུ་མཐུད་ནས་ཡོང་ངེས་ཅིག་ཡོང་གི་རེད་མ་གཏོགས་ཁྱེད་ཀྱི་མ་འོངས་པ་ལ་ངའི་བསམ་ཚུལ་ལ་ཡང་ཨང་དར་ཅི་སྲིད་གཞོན་སྐྱེས་མང་ཅིག་གིས་ང་ཆོས་ལུགས་ཆོས་ལུགས་ང་ཧ་འོ་མས་ང་རྒྱ་དམུ་མི་ཆོས་ལ་བརྩི་གི་ཡོད་གོང་མར་མི་ཆོས་བརྩི་གི་ཡོད་འདི་གསུང་གི་འདུག་བ་ག་ལི་ག་ལི་ཨ་ནི་ང་བླ་མ་ལས་བརྩི་གི་མེད་ལ་ཡ་ཆ་གིར་བ་དེ་གར་བྱོན་ནས་ངས་བསྐྱར་དུ་ཞུ་གི་ཡོད་ད་གར་བྱོན་ན་ན། བླ་མ། ཆོས་སྐུ་གཅིག་གི་ས་སྐྱ་སྙིགས་མ་གེ་ལོ་འདི་དང་ཆོས་སྐུ་དང་འདི་གི་སྐྱབས་མགོན་དེ་དངུལ་གཅིག་གི་རྒྱབ་མདུན་འགྲོ་བཞིན་རེད་བསམ་གི་འདུག་ར་དེ་འདྲ་བཞིན་ད་ཞིམ་པ་གས་ཞུ་ཡ་མི་འདུག་ར་ངའི་བསམ་སྲོལ་ལ་ནི་ཆོས་སྐུ་གི་སྤྱི་འདུས་དེ་ཨ་ནི་ད་མེད་པ་བཟོས་རོགས་གནང་ཞུ་དེ་ཡིན་གྲང་དེ་ང་མིན་ར་ད་ག་རེ་ཡིན་ནས་གང་ལྟར་ཨོ། མི་ཞེ་མེད་ཨ་འདྲ་མི་དཀྱུས་མ་ལས་གང་དག་འདི་གི་གོ་སྐབས་འདི་སྤྲད་གོ་གི་འདུག་ར་བ་འདི་སྤྲད་པ་ཡིན་ན་ཁེ་བའི་གཉིས་འདུག་ཨ་ཆོས་བརྒྱུད་དེ་མུ་མཐུད་ནས་ཡོང་ཡ་གཅིག་དང་ལྷག་པར་དུ་ཨ་ནི་དམངས་གཙོ་དེ་ཡང་དག་པ་ཅིག་ད་ང་ཚོ་ནམ་རྒྱུན་བརྟག་པ་བཀའ་སློབ་དེ་ནས་ནང་ལོག་ལ་དམངས་གཙོ་ཡག་དག་དམངས་གཙོ་ཡག་དག་པ་ཞུས་བསྡད་ཀྱི་འདུག་ད་འདི་དམངས་གཙོ་ཡག་དག་པ་བཅས་རེད་མི་འདུག་ཨ་གང་ལྟར་ཡོད་ཤོག་ཀླུ་རྒན་ཚོ་ལས་གང་ལྟར་འདི་དྲང་པོ་མེད་པ་རེད་དང་ཡོད་ཤོག་ནང་ལ་ཞང་དེ་ངན་ཚོ་ཡང་གང་ལྟར་ག་ཤེད་ཅིག་ཡོད་ཤོག་རྒྱ་ཁྱེར་ནས་གང་ལྟར་མི་མང་སྐུ་ཚབ་མཚོན་བསྡད་ཀྱི་ཡོད་རེད་ག་ཤེད་ཅིག་འོས་ཤོག་ལྔ་སྟོང་དྲུག་སྟོང་རག་པའི་གནད་འོས་མི་མང་གི་སྐུ་ཚབ་མཚོན་ཐུབ་ཀྱི་ཡོད་མ་རེད་འོས་ཤོག་ནང་ལོག་ལི་ཡ་སླེ་ཐུབ་ཀྱི་ཡོད་མ་རེད་བ་འདིས་མ་འགྲངས་པ་ཅི་རེད་ཞག་ཞུ་ཨེ་ད་དེ་འདྲ་བཞིན་ཨ་ནི་ཐ་མ་དེ་ལི་ཡ་ད་ཨ་ནི་ཚང་མ་ལི་ཡ་གང་ལྟར་ད་ག་ལི་ག་ལི་འོས་ཤོག་གི་ལས་རིམ་ཆེན་མོ་དེ་གླི་གི་རེད་བྱས་ཙང་གཅིག་གིས་གང་ལྟར་མི་གཅིག་གིས་ཀླད་པའི་གླུ་བའི་བར་ལ་མ་འགྲོ་མ་འགྲོ་བ་བཅས་སོ་སོས་བསམ་བློ་བཏང་པའི་ཐོག་ནས་རོ་ཨ་ནི་ཟབ་ས་གནང་རོགས་གནང་ཞུ་ཡན་ལགས་སུ་ཐུགས་རྗེ་ཆེ་ད་རང་འདྲ་བཞིན་ལ་སོགས་ཨ་ནི་ཉག་གང་ལྟར་ཡང་ནས་ཡང་དུ་སོ་སོའི་བསམ་ཚུལ་ཡོད་པ་དེ་ཞུ་གི་ཡིན། ཨ་ནི་གང་ལྟར་ཕྱོགས་གཅིག་ལ་མ་ལྷུང་བར་ལ་སྦྱོར་བ་འདི་དེ་འདྲའི་ཅིག་གི་ལྟ་བ་མཁས་པའི་ཐོག་ནས་ཡང་ནས་ཡང་དུ་ཁྱོད་ཚོ་ལ་བཅར་གི་ཡིན་ཐུགས་ཆེ་གནང་ཞུ། ལ་སོགས་བཀྲིན་རྒྱ་མཚོ།